འོ་དེ་ཀོ་ལོང་གི་བསམ་བློ་དེ་ཡིན་དུས་སྒྲུབ་པར་འདོད་པ་སྨོས་མཛད་དགོས། ད་དེ་ལྟར་སྒྲུབ་པར་འདོད་པ་དེ་ལ་དེ་ནི། ད་ཕྱིན། དེད་དཔོན་རྩ་བའི་གི། གཏམ་རྒྱུད་ཀྱི་སྐབས་སུ་ཡང་བཤད་པ་ནང་བཞིན་གྱི་ཕན་ཡོན་དེ་ལས་ལྷག་པ་ཡོད་པ་དེ་སྨོས་མ་དགོས་པ་ཅི་རེད་གསུངས། ད་དོ་ཚོགས་བྱང་ཆུབ་སེམས་དཔའི་གི་ལྷག་པའི་བསམ་པ་དང། གཞན་ཕན་གྱི་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་སེམས་ངེས་ཏེ་དེ་ནས་ཨོ་དེ་འདྲི་ཅིག་ལ་ཡ། དེ་ནས། གཞུང་གི་ཡོ། ད་གཙོ་བོ་དེ་ལ་གང་མ་ཟེར་ན་བ་ནས་རིམ་པ་བཞིན་དུ་སྤྱོད་འཇུག་གི། དེ་ནས་གཞུང་དོན་སྐབས་སུ་ལ་ཡ་རིམ་པ་བཞིན་དུ་དོན་ཡོད་མོད། དེ་ནས། སེམས་ཅན་ཐམས་ཅད། ལ། བྱམས་པ་ཆེན་པོ་དང་སྙིང་རྗེ་ཆེན་པོ་ཡག་པོ་ཅིག་སྐྱེས། དེ་ནས་དེ་ཡིས་ཀུན་ནས་བསླངས་ཏེ། དེ་ནས་ད་ལྟ། སེམས་ཅན་གྱི་དོན་དུ་སངས་རྒྱས་ཀྱི་གོ་འཕང། ཐོབ་འདོད་ཀྱི་བློ་བཅོས་མ་མ་ཡིན་པ་ཅིག་སྐྱེས་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པ་ལ་ཡ། དེ་ནས། སེམས་ཅན་ཐམས་ཅད། འཁོར་བ་དང་ངན་སོང་གི་དོང་ངར་ལས་འདའ། རྫོགས་པའི་བྱང་ཆུབ་ཆེན་པོའི་གོ་འཕང་ལ་འགོད། དེའི་ཆེད་དུ། དེ་ནས་དང་བདག་གི་བྱང་ཆུབ་སེམས་དཔའི་སྤྱོད་པ་རླབས་པོ་ཆེ་ཉམས་སུ་བླངས་བརྩམས་པས། དེ་ནས། བྱང་ཆུབ་སེམས་དཔའི། ཀུན་སློང་བྱང་ཆུབ་སེམས་བསྐྱེད་པ་དེ་བཅོས་མ་མ་ཡིན་པ་ཅིག་དེ་ནི། རྒྱུད་ལ་སྐྱེས་སོང་ན། འོ་ད་དེ་ལྟ་བུའི། བསམ་བློ་དེ་ནི་གཞན་ལ་རྩ་ནས་ཡོད་མ་རེད། དེ་ལྟ་བུའི་ཕན་ཡོན་ཡང་ཡོད་མར་དེ་ལྟ་བུའི་སྐྱེས་ཐུབ་མཁན་གཞན་དག་བྱང་ཆུབ་སེམས་དཔའ་ཕུལ་བས་དེ་ནི་གང་ཟག་གཞན་དག་དེ་ནི་ཡོད་མ་རེད་གསུངས་ད་དེ་གསུངས་ཡོད་རེད་ཨོ་དེ་ཡིན་དུས་སུ་ལ་དེ་འདྲའི་ཁམས་པ་དེ་འགྲུབ་པར་འདོད་པ་མི་བྱེད་དགོས། ཕ་མའམ་ཡང་འཕགས་ལས་ན་མ་ཡང་སུ་ལ་དེ་འདྲའི་ཕན་སེམས་ཡོད་ལྷ་དང་དྲང་སྲོང་རྣམས་ཀྱང་ཚངས་པ་ལ་ཡང་འདི་ཡོད་དམ། ད། དམིགས་ཡུལ་སེམས་ཅན་ཐམས་ཅད་ཀྱི་སེམས་ཅན་དཔག་ཏུ་མེད་པ་དང་སེམས་ཅན་རེ་རེའི་མི་དེ་བ་དཔག་ཏུ་མེད་པར་ས་འདོད་ཅིང་སེམས་ཅན་སེམས་ཅན་དམིགས་ཡུལ་སེམས་ཅན་དཔག་ཏུ་མེད་པ་ཞིག་ལ་དམིགས་ནས། སེམས་ཅན་དེ་དག་རེ་རེ་ཀྱི་འདོད་ཡོན་མདོ་སྔགས་དཔག་ཏུ་མེད་པ་བསག་བར་འདོད་ཅིང། མ་ཟད་དང་ལྟ་དུས་སེམས་ཅན་དེ་དག་རེ་རེ་ཀྱི་འདོད་ཡོན་ཏན་དཔག་ཏུ་མེད་པ་བརྙེས་པས་རྫོགས་པའི་བྱང་ཆུབ་ཆེན་པོའི་གོ་འཕང་འགྲུབ་པར་འདོད་པས་ཀྱི་བྱང་ཆུབ་སེམས་བསྐྱེད་ཀྱི། ད་ལྟ་སྟེ། བསམ་པ་བཟང་པོ། དེ་ལྟ་བུ་ཞིག་ནི། ཕ་ལ་ཡང་མེད་མ་ལ་ཡང་མེད། འཇིག་རྟེན་གྱི་ཕ་དང་མ་ལ་ཡང་མེད། ད་ལྟའི་འཇིག་རྟེན་ལས་ཁྱད་པར་དུ་ཁོ་ཚོ་བསྟན་པ་རེད། དེ་ནས་ཕའམ་ཡང་ན་མ་ཡང་སུ་ལ་འདི་འདྲའི་ཕན་སོན་ཕན་ཚུན་འདི་ལྟ་བུ་ཡོད་མ་རེད། འཇིག་རྟེན་གྱི་ཕ་མ་ཐམས་ཅད་དཔེ་མི་སྲིད་བཀའ་དྲིན་ཆེན་པོ་རེད་བྱམས་སེམས་ཆེན་པོ་རེད། རེད་དེ། དེ་ནས་ཁོང་ཚོས་བསམ་བློ་དེ་གཏོང་བཞིན་ཡོད་པ་རེད་ང་རང་གི་བུ་དེ། འཁོར་བ་དང་ངན་སོང་གི་དུག་ལྔ་མཐའ་དག་དང་བྲལ་ནས་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ན་ཅི་མ་རུང་བསམ་པའི་བསམ་བློ་དེ་ལྟ་བུ་ཅིག་ཕ་མས་གཏོང་བཞིན་ཡོད། ང་རང་གི་བུ་དེ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཆེད་དུ་ངས་སེམས་ཅན་ཐམས་ཅད་ལ་ཡང་དེ་ནས་ཕན་བདེ་བླ་ན་མེད་པ་ཅན་བསྒྲུབ་ས་བས་ཀྱི་བསམ་བློ་དེ་ཡང་ཕ་མ་རྣམས་ཀྱི་སྟོང་ཞིང་འོག་མ་བྱས་ཙང་ཕའམ་ཡང་ན་མ་ཡང་རུང་སུ་ལ་དེ་འདྲའི་ཕན་སེམས་ཡོད་མེད་ཡོད་མ་རེད། ལྷ་དང་དྲང་སྲོང་རྣམས་ཀྱང་རུང་སེམས་འཇིག་རྟེན་སྐྱོང་བས་ཀྱི་ལྷ་དང་དེ་ནས་བདེན་པར་སྨྲ་བ་ཤེས་ལས་སྐྱེས་ཀྱི་བུ་ལ་སོགས་པའི

རྫུན་སྤངས་པའི་གི་བདེན་པ་འབའ་ཞིག་ལ་ཡང་གནས་འདོད་མེད་འདིར་ཡང་དྲང་སྲོང་ཟེར་ནས་ཤེས་ཀྱི་ཡོད། རྫས་དང་དང་ལྟ་སྟེ་ཤེས་ལས་སྐྱེས་ཀྱི་བུ་ལ་སོགས་པ་བདེན་པར་སྨྲ་བའི་དྲང་སྲོང་དང། རྣམས་ཀྱང་རུང། ཚངས་པ་ལ་ཡང་འདི་ཡོད་དམ་སེམས་མུ་སྟེགས་པ་རྣམས་ཀྱི་འཇིག་རྟེན་གྱི་བྱེད་པ་པོར་འདོད་པའི་ཚངས་པ་ལ་ཡང་བདག་འདི་ལྟ་བུའི་སེམས་ཅན་ཐམས་ཅད་མདོ་སྔགས་མཐའ་དག་དང་བྲལ་ནས། དེ་ནི་ད་ལྟ་སྟེ། སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་པའམ། སངས་རྒྱས་ཀྱི་གོ་འཕང་ལ་འགོད་པར་འདོད་པའི་ཕན་སེམས་འདི་ལྟ་བུ་ཞིག་དེ་ནི་ཡོད་དམ་ཡོག་མ་རེད། ཚངས་པ་ལ་ཡང་འདི་ཡོད་དམ། ཡོག་མ་རེད། སེམས་ཅན་དེ་དག་ཉིད་ལ་མོས་རང་གི་དོན་དུ་འདི་འདྲའི་སེམས་རྨི་ལམ་དུ་ཡང་མ་རྨིས་ན་གཞན་གྱི་དོན་དུ་ག་ལ་སྐྱེས། ད། ལྷ་དང་དྲང་སྲོང་དང་ཚངས་པ་ལ་སོགས་པ་སེམས་ཅན་དེ་དག་ཉིད་ལ་སྔོན་ཆད། རང་དོན་དུ་ཡང་འདི་འདྲ་བའི་སེམས་རྨི་ལམ་དུ་ཡང་རྨིས་མ་མྱོང་བ་རེད། རང་དོན་དུ་སོ་སོ་རང་ཉིད་ཀྱི་དོན་དུ་ང་སངས་རྒྱས་ཀྱི་གོ་འཕང་ཐོབ་རོགས་བྱས་ན་བསམ་པས། འཁོར་བ་དང་ངན་སོང་གི་སྡུག་བསྔལ་མཐའ་དག་དང་བྲལ་ནས། དེ་ནས་རྣམ་གྲོལ་གཏན་གྱི་བདེ་བ་རྫོགས་པའི་བྱང་ཆུབ་ཆེན་པོའི་གོ་འཕང་དེ་ཐོབ་རོགས་བྱས་ན་བསམ་པས་ཀྱི་བསམ་བློ་དེ་ལྟ་བུ་རྨི་ལམ་དུ་ཡང་རྨིས་མྱོང་མེད་ན། དེ་ནས་ད་ལྟ།

བླ་ན་མེད་པའི་སྨན་གྱི་དྲུང་སོང་དུས། སེམས་ཅན་གཞན་དག་བྱང་ཆུབ་མཆོག་ཏུ་སེམས་མ་བསྐྱེད་པའི་བརྡར་ད་ཕྱིན་གོང་དུ་བཤད་པའི། འཇིག་རྟེན་པའི་ལྷ་དང་དྲང་སྲོང་ལ་སོགས་པ། དེ་དག་ལ་སེམས་ཅན་གཞན་དག། རང་གི་དོན་དུ་ཡང།

སེམས་ཀྱི་རིན་ཆེན་བརྩེ་དུས་བྱང་ཆུབ་ཀྱི་སེམས་ལྟར་སེམས་ཅན་ཐམས་ཅད་ལ་ཕན་བདེ་བླ་ན་མེད་པ་འགྲུབ་པར་འདོད་པས་ཀྱི་བྱང་ཆུབ་ཀྱི་སེམས་དེ་ནི་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་དང་འདྲ་བ། གནས་སྐབས་དང་མཐར་ཐུག་གི་དགོས་འདོད་མ་ལུས་པ་ཐམས་ཅད་ཕན་པ་དང་བདེ་བའི་དགོས་འདོད་མ་ལུས་པ་ཐམས་ཅད་དེ་ནི། གཞན་ཕན་གྱི་སེམས་དེ་ལ་བརྟེན་ནས་ཡོང་གི་ཡོད་རེད། དེ་དང་སེམས་ཀྱི་རིན་ཆེན་རེད། དེ་ལྟ་བུའི་ཁྱད་པར་འདི་སྔ་ན་མེད་པའི་སྨད་ཀྱི་འཁྲུངས་སོ་དེ་སྔ་མེད་སྔ་ན་མེད་པ་ཟེར་ན་དེ་སྔ་ཕན་ཆད་དང་བསྐལ་པ་ནས་ཀ་བའི་བར་དུ་ཁམས་གསུམ་འཁོར་བར་གནས། དེ་ནས་སེམས་ཅན་དཔག་ཏུ་མེད་པར་སྐྱེ་བ་བླངས། དེ་སྔ་ཕན་ཆད་དེ་ནས། ཁམས་གསུམ་རིགས་དྲུག་གི་གནས་གང་དུ་ཡང་སྐྱེ་བ་ལེན་མ་མྱོང་བ་རྩ་ནས་མེད། ཡིན་ན་ཡང་དེ་ནས་དེ་སྔ་ཕན་ཆད། སེམས་ཅན་ཐམས་ཅད་ལ་ཕན་བདེ་བླ་ན་མེད་པ་འགྲུབ་པར་འདོད་པའི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་འདི་རང་རྒྱུད་ལ་སྐྱེ་མྱོང་མེད། དེ་མེད་དུས་དེ་སྔ་ཕན་ཆད་རང་གི་རྒྱུད་ལ་སྐྱེ་མྱོང་མེད་དུས་སྔ་ན་མེད་པར། ད་སྔ་ན་མེད་པ་དེ་ད་ལྟ་རང་གི་སེམས་ནང་ལ་དེ་ནི་སྐྱེས་པ་དེ་དེ་ནི་ངོ་མཚར་རྨད་དུ་བྱུང་བའི་དོན་དག་ཅིག་རང་གི་རྒྱུད་ལ་འཁྲུངས་པ་རེད་ཟེར། འཁྲུངས་ཟེར་ངས་དེ་ད་མི་བྱང་ཆུབ་སེམས་ཀྱི་ལ་ཞེ་ས་ད་མ་སོང་ནས་གསུངས་པ་རེད། བྱང་ཆུབ་སེམས་སྐྱེས་ཟེར་ངས་དེ་ད་གང་ཟག་སུའི་རྒྱུད་ལ་འཁྲུངས་པ་ཡིན་ན་ཡང་དེ་ནས་ཁ་སང་གོང་དུ་བཤད་པ་ནང་བཞིན་བྱང་ཆུབ་སེམས་ཀྱིས་གྱུར་ན་སྐད་ཅིག་གིས་འཁོར་བའི་བཙོན་རར་བསྡམས་པའི་ཉམ་ཐག་རྣམས་བདེ་གཤེགས་རྣམས་ཀྱིས་སྲས་ཞེས་བརྗོད་བྱ་ཞིང་འཇིག་རྟེན་ལྷུན་མེར་བཅས་པའི་ཕྱག་ཆར་གྱུར། གསུངས་པ་ནང་བཞིན་ཕན་ཡོན་དེ་ལྟ་བུ་ཅིག་ཡོད་པ་ཡིན་དུས། དེ་ནས་ད་ལྟ། རྡོ་རྫུ་ང་ཚོས་དེ་ནས། འདིའི་ཕན་ཡོན་དང་མཚུངས་དག་ཅིག་གིས་བསྔགས་བརྗོད་ཆེན་པོ་གནང་དགོས་ཡ། གཅིག་ནས་འཇིག་རྟེན་གྱི་ཕ་མ་ལ་ཡང། དེ་ལྟ་བུའི་ཕན་སེམས་ཡོད་བ་མ་རེད། འཇིག་རྟེན་པའི་ལྷ་དང་དྲང་སྲོང་དང་ཚངས་པ་ལ་སོགས་པ་རྣམས་ལ་ཡང་ཕན་སེམས་དེ་ལྟ་བུ་ཡོད་མ་རེད། ད། འཇིག་རྟེན་པའི་ལྷ་དང་དྲང་སྲོང་དང་ཚངས་པ་ལ་སོགས་པ་ལ་མིན་ན་དེ་མིན་གྱི་གང་ཟག་འཕགས་པ་ཐམས་ཅད་ལ་མེད་པ་དེ་ཤོད་མ་དགོས་པར་དཔེར་ན་ང་རང་ཚོ་མི་ཡུལ་དུ་ཡོད་པའི་གི་དོན་གྲོལ་རིགས། གི་སེམས་ཅན་མང་པོ་ཅིག་ལ་ཡང་ལྟ་མི་དོན་གྲོལ་ནང་ལོགས་ལ་ཡང་བྱང་ཆུབ་སེམས་པའི་སྤྲུལ་པ་རེ་རེ་གཉིས་རེ་ཡོང་སྲིད་པ་རེད་མ་གཏོགས། སེམས་ཅན་ག་ལ་གང་རྣམས་ལྟ། ཅིག་གིས། སེམས་ཅན་གཞན་གྱི་དོན་དུ་ཕན་བདེ་བླ་ན་མེད་པ་སྒྲུབ་པར་འདོད་པའི་བྱང་ཆུབ་ཀྱི་སེམས་སྐྱེ་རྒྱུ་ཕར་བཞག། རང་གི་དོན་དུ་ཡང་དེ་ནས་ད་ལྟ། གསོ་བའི་བྱང་ཆུབ་ཆེན་པོའི་གོ་འཕང་ཐོབ་པར་འདོད་པ་དང་དེའི་ཆེད་དུ། བྱང་ཆུབ་སེམས་དཔའི་སྤྱོད་པ་རླབས་པོ་ཆེ་ཉམས་སུ་ལེན་པར་འདོད་པས། དེ་ནས། ཕན་སེམས་ཁྱད་པར་ཅན་བྱང་ཆུབ་སེམས་ཁྱད་པར་ཅན་ཡིད་བཞིན་ནོར་བུ་ལྟ་བུ་དེ་སྐྱེ་ཉུལ་གཙང་ནས་ཡོད་མ་རེད། དེ་སྐྱེ་ཉུལ་མི་དུས་དེ་སྔ་སྐྱེ་ཉུལ་མི་དུས་སྔ་ན་མེད་པའི་སྨད་ཅིག་འཁྲུངས། སྔ་ན་མེད་པའི་སྨད་ཅིག་འཁྲུངས་སོ་དེ་ལྟར་དེ་སྔ། དེ། ལོ་རྒྱུས་ཐོག་ད་ལོ་རྒྱུས་ཐོག་ཟེར་མཁན་དེ་རྦད་དེ་སོ་སོ་རང་ཉིད་ཀྱི་སྐྱེ་བ་ནས་སྐྱེ་བ་ཚེ་རབས་ནས་ཚེ་རབས་ཀྱི་བར་དུ་ཡང་དེ་ནི་རང་གི་རྒྱུད་ལ་བསམ་བློ་དེ་རྩ་ནས་འཁོར་རྒྱུ་མེད་པ་དེ་འདྲས་ཅིག་གིས་ད་ད་ལྟ་དེ་ནི་སངས་རྒྱས་ཀྱི་ཐུགས་རྗེ་དང་བྱིན་རླབས་དགེ་བའི་བཤེས་གཉེན་གྱི་ལམ་སྟོན་དང་གང་ཟེར་བ་ཅིག་བསླབ་བྱ་དེ་ལ་བརྟེན་ནས་དེ་ནས་སེམས་ཅན་གྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་པའི་ཀུན་སློང་གི་བསམ་བློ་སྐྱེས། དེའི་ཆེད་དུ། དེ་ནས་སེམས་ཅན་ཐམས་ཅད་ལ་ཕན་བདེ་བླ་ན་མེད་པ་འགྲུབ་པར་འདོད་པས། དེ་ནས་ད་ལྟ། འཇུག་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པས། དགེ་རྩ། བླ་ན་མེད་པ་ཅིག་རང་གི་རྒྱུད་ལ་ཡང་འཁྲུངས་པ་ཡིན་དུས་ད་ནས་སྔ་ན་མེད་པའི་སྨད་ཅིག་འཁྲུངས། འགྲོ་བ་ཀུན་གྱིས་དགའ་བའི་རྒྱུ་སེམས་ཅན་དུ་ང་བརྩིར་གྱུར་པ་རིན་ཆེན་སེམས་ཀྱི་སོ་ནམ་གང་དེ་ཡང་ཇི་ལྟར་བཞག་ཀྱང་ལམ་མོ། ཞེས་གསུངས་ཏེ། ད་འགྲོ་བ་སེམས་ཅན་ཀུན་གྱིས། ད་འདི་ལ་ཡང། དེ་ཡིན་ཅིག་གི། བསམ་པ་ཁྱད་པར་དུ་འཕགས་པ། བསམ་པའི་དམིགས་རྣམ་རྒྱ་ཆེ་བ། ད་དེ་ནས། སྦྱོར་བ་ཁྱད་པར་དུ་འཕགས་པ་དེ་ལ། དེ་ནས་སྦྱོར་བའི་དམིགས་རྣམ་རྒྱ་ཆེ་བ་དང་ལ་བཟླ་སྟེ། དེ་གཞན་ལ་མེད་པར་བསྟན་པ་གསུངས། དེ་ནས་རྒྱལ་སྲས་རིན་པོ་ཆེ་གི། ས་གོང་བརྗོད་སྟངས་དེ་དེ་འདྲའི་རྗེས་གསུངས་སོ། དེ་བཞིན་དུ་ལ་བཟླ། འགྲོ་བ་ཀུན་གྱི་དགའ་བའི་རྒྱུ་སེམས་ཅན་དུག་ལྔ་རྩིར་གྱུར་པ། དེ་ནས་སེམས་ཅན་ཁ་ཤས་ཅིག་དང་སེམས་ཅན་རེ་རེའི་གཉིད་རེ། རང་གི་ཕྱོགས་གཏོགས་དང་རང་གི་གཉེན་ཉེ་རེ་གྲོགས་མཛའ་བཤེས་ཙམ་གྱི་ཆེད་དུ་མིན་པར། འགྲོ་བ་ཀུན་གྱི་དགའ་བའི་རྒྱུ། དེ་ནས་འགྲོ་བ་སེམས་ཅན་ཀུན་གྱི། དེ་ནས་ད་ལྟ་དེ། རབ་ཏུ་དགའ་བའི་རྒྱུ་དེ། དེ་ནས། བྱང་ཆུབ་ཀྱི་སེམས་ཡིན་པ་རེད། དེ་བཞིན་དུ་སེམས་ཅན་གདོང་ལྔའི་རྩིར་གྱུར་པ། སེམས་ཅན་གྱི་གདོང་ལྔ་གི་རྩིར།

པ་ཅན་གྱིས་ཞུས་པའི་ལྟོ་ཡི་ལུང་གཅིག་ལས་ཨ། བྱང་ཆུབ་སེམས་ཀྱི་བསོད་ནམས་གང་གཱ་སྟེ་དེ་ལ་གཟུགས་མཆིས་ན་ནམ་མཁའི་ཁམས་ནི་ཁམས་ནི་ཀུན་བཀང་སྟེ་དེ་བས་ཀྱང་ནི་ལྷག་པར་འགྱུར། བྱང་ཆུབ་སེམས་ཀྱི་བསོད་ནམས་དེ་ལ་ག་ཏི་གཟུགས་སུ་གྲུབ་ན་དེ་ནི་ནམ་མཁའི་ཁམས་ཀུན་བཀང་ན་ཡང་དེ་ལས་ཀྱང་ལྷག་པ་ཡིན་གསུངས། དེ་སྐད་ཅིག་ཏུ། ད་དུང་དེ་མན་མན་པའི་གི་ད་ད་དེ། ཨོ་རེད་ད་དེ་རེད་ད་ལྟ་དེ། དེ་ད་ལྟ་བྱང་ཆུབ་སེམས་ཀྱི་བསོད་ནམས་གང་ག་དེ་དེ་ལ་ཟུག་བྱས་ན་ནམ་མཁའི་ཁམས་ནི་ཀུན་དགའ་བདེ་བས་ཀྱང་ནི་ལྷག་པར་འགྱུར་རོ་གསུངས་ཡ་དེ་ད་བཀའ་དྲིན་ཞུས་པའི་མདོ་ལས་གསུངས་པའི་ལུང་འདི་ཨོ་དེ་རེད། དེ་ལ་བསོད་ནམས་ཆ་གཅིག་མི་ལངས་པ་ཡོད། ཕལ་མར་བསམ་པ་ཙམ་གྱིས་ཀྱང་སངས་རྒྱས་ཆོས་ལས་ཁྱད་འཕགས་ན། སེམས་ཅན་མ་ལུས་ཐམས་ཅད་ཀྱིས་དེ་དོན་བརྩོན་པ་སྨོས་ཅི་དགོས་གསུངས། དེ་དོན་བརྩོན་པ་སྨོས་ཅི་དགོས་གསུངས་ད་འདི་དེ་ནས་ཨེ། ས་སྤྱོད་སྟངས་གཞན་དག་བྱས་ན་དེའི་འཇུག་པ་སེམས་བསྐྱེད་ཀྱི་ཕན་ཡོན་གསུངས་ཡོད་རེད་གསུངས། ཕན་པར་བསམ་པ་ཙམ་གྱིས་ཀྱང་སངས་རྒྱས་ཆོས་ལས་ཁྱད་པར་ན་ཁྱད་འཕགས་མ་སྲིད་དུ། འདི་ནི་སེམས་ཅན་ཐམས་ཅད་ལ་ཕན་པར་བསམ་པས་ཀྱི་བྱམས་པའི་སེམས་སྐད་ཅིག་མ་ཙམ་ཞིག་སྐྱེས་པ་དེས་ཀྱང། སངས་རྒྱས་མང་པོ་ལ། འདི་ནི་མཆོད་པའི་བྱེ་བྲག་མཐའ་ཡས་པ་ཕུལ་བས་ལས་ཀྱང་ཁྱད་པར་དུ་འཕགས་པར་གྱུར་ན་ཕན་པར་བསམ་པ་ཙམ་གྱིས་ཀྱང་སངས་རྒྱས་ཆོས་ལས་ཁྱད་པར་དུ་འཕགས་ན། འདི་ག་རེ་ཟིག་གསུངས་པ་རེ་ཟིག་ཏུ་བཅོམ་ལྡན་འདས་ཀྱིས་འདི་ནི་ཏིང་འཛིན་རྒྱ་བོད་མདོ་ལས།

དང། དེ་གཅིག་རེད་ལུང་གཅིག་དང་ད་ཏིང་འཛིན་རྒྱ་མཚོས་མདོ་ལས་ཞུས་པའི་གསུངས་འདུག་དེ་ལུང། ལུང་གཅིག་གིས་དང་ད་དེ་པཱ་ཅིང་གིས་ཞུས་པའི་མདོ་ཡི་ནང་དུ་ལ། གངྒཱའི་བྱེ་མའི་གྲངས་ཉིད་ཀྱི་སངས་རྒྱས་ཞིང་བུའི་མེ་གང་གི། མི་གང་གི། རིན་ཆེན་བདུན་གྱིས་ཡོངས་བཀང་སྟེ་འཇིག་རྟེན་མགོན་ལ་ཕུལ་བ་བས་གང་གི་ཐབ་མོ་སྦྱར་བྱས་ཏེ་བྱང་ཆུབ་ཏུ་ནི་སེམས་བསྐྱེད་ན་ཆོས་ལས་དེ་ནི་ཁྱད་འཕགས་ཏེ་འདི་ལ་མཐའ་ནི་མ་མཆིས་སོ། མི་གང་ཡང་རུང་བ། འཇིག་རྟེན་གྱི་ཁམས་གང་གཱའི་ཀླུང་གི་བྱེ་མའི་གྲངས་དང་མཉམ་པའི་ཞིང་ཁམས་ཀུན་རིན་པོ་ཆེ་སྣ་བདུན་གྱིས་བཀང་ནས། འཇིག་རྟེན་མགོན་པོ་རྫོགས་པའི་སངས་རྒྱས་ལ་མཆོད་པ་ཕུལ་བ་ལས། དེ་ནས་ད་ལྟ་གང་ཟག་གང་དག་ཞིག་གིས་འཕགས་ནོར་སྦྱར་ནས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ན། དེ་ནས་དེ་ཁྱད་པར་དུ་འཕགས་པ་རེད། ཟེར་ངོ། དེ་འདྲས་ཀྱི་ལུགས་འཇིག་ཡོད་རེད། ད་དེ།

འཇུག་པ་སེམས་བསྐྱེད་ཟེར་མཁན་འདི། སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཆེད་དུ་རྒྱུ་ལམ་ལ་སློབ་པར་འདོད་པའི་འདོད་པ་ཙམ་དང་ཀུན་སློང་གི་བསམ་པ་ཙམ་མ་ཡིན་པར། བྱ་བ་དངོས་དང་ལག་ལེན་དངོས་ཀྱི་ཐོག་ནས་དེ་དོན་བརྩོན་པ། ཟེར་ཡ་དེ་གོ་བ་ལེན་སྟངས་དེ། འཇུག་པ་སེམས་བསྐྱེད་ཟེར་ཡ་དེ། རྒྱུ་ལམ་ལ་སློབ་འདོད་ཀྱི་འདོད་པ་ཙམ་མ་ཡིན་པར།

དོ་ང་གཏོང་འདོད་སེམས་ཡོད་ཀྱང་དོ་ང་ཉིད་ལ་མངོན་པར་འགྱུར་བདེ་བ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་འདྲ་ལྟར་འཇོམས། གསུངས། ད་དེ་ཀའི། བྱང་ཆུབ་སེམས་དཔའི་སྦྱོར་བའི་དམིགས་རྣམ་ཁྱད་པར་ཅན་དེ་ལྟ་བུ་ཞིག་གཞན་ལ་མེད་པར་བསྟན་པ་དེ་ལ་ཡང་གང་རེད་ཟེར་ན། དོ་ང་གཏོང་འདོད་སེམས་ཡོད་ཀྱང། ལྟ་འོ་ན་ད་ལྟ་སེམས་ཅན་ཐམས་ཅད་ཀྱི་གཅིག་གི་དེ་དོན་ལ་བརྩོན་ཡོང་དུས་ད་ནས་བྱང་ཆུབ་སེམས་དཔའ་རྣམས་ཀྱིས་བརྩོན་ཡོང་དུས་དེ་ནི། འཇིག་རྟེན་གྱི་ཁམས་རིན་པོ་ཆེ་གི་བཀང་ནས་སངས་རྒྱས་ལ་མཆོད་པ་ཕུལ་བ་ལས་ཁྱད་པར་དུ་འཕགས་པ་ཀྱི་ཕན་ཡོན་ཡོད་རེད་ཟེར་ནས་དེ་ལྟ་བུ་ཞིག་ཡོད་རེད་ཟེར་ན། དེ་ནི་སེམས་ཅན་སོ་སོས་ཀྱི་རང་ཉིད་ཀྱི་བདེ་བ་དང། རང་གི་ཕན་པ་དེ་དག་གི་ཆེད་དུ་དེ་ནི་བརྩོན་པར་བྱེད་ཀྱི་ཡོད་བ་མ་རེད། བྱང་ཆུབ་སེམས་དཔའ་རྣམས་ཀྱིས་བརྩོན་པར་བྱེད་དགོས་དོན་གང་རེད་སྙམ་ན། དེ་ནི་བྱང་ཆུབ་སེམས་དཔའ་རྣམས་ཀྱིས་སེམས་ཅན་གྱི་བདེ་དོན་ལ་བརྩོན་པར་བྱེད་དགོས་དོན་གྱི་རྒྱུ་མཚན་དེའོ། འདིར་མདོ་སྔགས་མདོ་འདོད་སེམས་ཡོད་ཀྱང་མདོ་སྔགས་ཉིད་ལ་མངོན་པར་འགྱུར། བདེ་བ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་འདྲ་ལྟར་འཇོག། ཅེས་བཏང་སྟེ་སེམས་ཅན་ཐམས་ཅད་རང་གི་རྒྱུད་ལ་ཡོད་པའི་སྟོང་ངག་ཐམས་ཅད་འདོར་བར་འདོད་ཅིང། སྟོང་ངག་ཐམས་ཅད་སྲ་བར་འདོད་པའི་ཀྱི་སེམས་ཡོད་ཀྱང། སྟོང་ངག་མི་འདོད་པ་ཤ་སྟག་རེད་སྟོང་ངག་འདོར་འདོད་ཀྱི་ཡོད་མཁན་ཤ་སྟག་རེད་མ་གཏོགས་སྟོང་ངག་དང་ལེན་བྱེད་མཁན་སུ་ཡོད་མ་རེད།

མདོ་སྔགས་མདོ་འདོད་ཡོད་ཀྱང་མདོ་སྔགས་ཀྱི་རྒྱུ་སྡིག་པ་མི་དགེ་བ་སྤོང་མ་ཤེས་པ། མདོ་སྔགས་ཀྱི་རྒྱུ་ལ་མངོན་པར་འགྱུར། མདོ་སྔགས་ཉིད་ལ་མངོན་པར་འགྱུར། བདེ་བ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་དགྲ་ལྟར་བྱུང་སོ་སོ་རང་ཉིད་གནས་སྐབས་དང་མཐར་ཐུག་གི་བདེ་བ་རྒྱ་ཆེན་པོ་ཐོབ་པར་འདོད་ཀྱང། དེ་ནི་བླང་དོར་གྱི་གནས་ལ་རྨོངས་པའི་གཏི་མུག་གིས།

གང་ཞིག་དེ་བས་ཕོངས་པ་དང་སྡུག་བསྔལ་མང་པས་དེ་དག་ལ་བདེ་བ་ཀུན་གྱིས་ཚིམ་པ་དང་སྡུག་བསྔལ་ཐམས་ཅད་གཅོད་བྱེད་ཅིང་གཏི་མུག་བསྐྱངས་ནས་སེམས་བརྗེད་པ་དེ་དང་གི་མཚུངས་ག་ལ་ཡོད་དེ་འདྲའི་ཤེས་ཀྱང་ག་ལ་ཡོད་བསོད་ནམས་དེ་འདྲ་ཡང་ག་ལ་ཡོད། ད་དེ་ཀའི་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱིས། རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱིས་དེ་ནས་སེམས་ཅན་ལ་ཡང་ཕན་བདེ་སྡུག་བསྟན་ཏེ། ཕན་བདེ་སྒྲུབ་སྟངས་དེ་ག་འདྲ་རེད་ཟེར་ན། དེ་ནས། གང་ཞིག་དེ་བས་ཕོངས་པ་དང་མདོ་སྔགས་མང་བསྟན་དེ་དག་ལ། སེམས་ཅན་གང་ཞིག། དེ་ནས། གནས་སྐབས་དང་མཐར་ཐུག་གི་དེ་བས་ཕོངས་པ་དང། སྐྱེ་རྒ་ན་འཆི་ལ་སོགས་པའི་འཁོར་བའི་མདོ་སྔགས་མང་པོ་དང་ལྡན་པ། ཚ་གྲང་བཀྲེས་སྐོམ་ལ་སོགས་པའི་འཁོར་བའི་མདོ་སྔགས་མང་པོ་དང་ལྡན་པའི་སེམས་ཅན་དེ་དག་ལ།

སེལ་བྱེད་པ། སེམས་ཅན་གྱི་གཏི་མུག་སེལ་བྱེད་དེ་གལ་ཆེན་པོ་རེད། སངས་རྒྱས་བཅོམ་ལྡན་འདས་ནི་དེ་ལས་ཏག་ཏག། རིགས་ཅན་གསུམ་གྱི་གདུལ་བྱ་རྣམས་ལ་ཡང་དེ་ནི་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གསུངས་བ་དེ་དོན་དག་རྟོགས་ཏེ་དེ་ནི་དང་དུ་བླང་དོར་གྱི་གནས་གཏི་མུག་སེལ་བའི་ཀྱི་ཆེད་དུ་བསྟན་པ་རེད། དེ་ཡིན་དུས། ད་ལྟ་དེ་སློབ་དཔོན་ཨ་ཡ་ཏི་བ་གིས་ག་རེ་གསུངས་པ་དེ་དུས་དེ་ནི་ཏག་ཏག།